འཁོར་བའི་སེམས་ཅན་ཐམས་ཅད་ཐུགས་རྗེ་ཐར་པར་འདྲེན་པའི་དཔལ་གཤེན་རབ་སྟོན་པའི་མཆོག་ལ་ཕྱག་འཚལ་ལོ། ཨ་ཀཱ་ར་མའི་དུས་རབས་སོ་ནམ་པོ་ཞེས་བཤད་མ། སོ་ཧ། ཨ་ཀཱ་ར་མའི་དུས་རབས་སོ་ནམ་པོ་ཞེས་བཤད་མ་མ། སོ་ཧ། ཨ་ཀཱ་ར་སེམས་ཉིད་རྣམ་པར་དག་ཨ་མའི་ཡེ་ཤེས་འོད་དུ་གསལ་དུར་ཁྲོད་སོ་ཡི་ངན་སོང་སྦྱོང། ནག་པོ་ལས་ཀྱི་སྡིག་སྒྲིབ་དག་ཞི་ཞེས་འཁོར་བའི་སྡུག་བསྔལ་ཞེས་མ་མལ་བདེ་བའི་སེམས་དང་ལྡན་གསོལ་བ་ལོག་རྟོག་རུ་ཏྲ་འཇོམས། སྡུག་བསྔལ་ཞི་བྱེད་སྙིང་པོ་འདི་འཁོར་བའི་ངན་སོང་སྡོང་གྲོགས་ནས་འགྲོ་རྣམས་བོན་ཉིད་དབྱིངས་སུ་སངས་རྒྱས་ཤོག། ད་ད་ལན་དེ། ང་རང་ཚོའི་ཡ་བོན་པོའི། སྙིང་པོ་རྣམ་གསུམ། སི་ཏུ་ག་ལ་སྙིང་པོ་གཙོ་བོ་གསུམ་ནང་ནས་གཅིག། དུར་ཁྲོད་སུ་ཡི་སྙིང་པོ་རེད། ཨ་ནི། དུར་ཁྲོད་སུ་ཡི་སྙིང་པོ་དེའི་སྐོར་ལ་ཏི་ཡིག་ཚད་ཅིག་ཞུ་གི་ཡིན། ག་རེ་ཚ་ན། དེའི་སྙིང་པོ་དེ། གཅིག། སོ་སོའི་གི། བག་ཆགས་སྡིག་སྒྲིབ་སྦྱང་ཡ་གི་དོན་དག་ཡེ་ནས་རེད། པེ་ཅིན་བར་ཆད་ཞི་ཡ་གི་དོན་དག་ཡེ་ནས་རེད། ནས་ན་ཚ་མི་ཡོང་བ་ཡ་ལས་ལམ་འགྲོ་ཡོང་བ་དེ་འདྲས་ཚང་མའི་དོན་དག་ལ་ཕན་པ་ཆེན་པོ་ཡོད་རེད་ཨ་ནི་ཁྱད་པར་དུ་ད་ལྟ་ང་རང་ཚོའི་ཅིག་ལོ་གན་ཞུ་སུ་ཡིན་ནས་ཁྱད་པར་དུ་ལོ་ཆུང་བ་མང་པོ་ཅིག་འདོད་མཁན་དེ་འདྲས་ཡོད་རེད་ཨ་ནི་འདོད་མཁན་དེ་ཚོ་ཡོད་པ་དེ་ཚོ་གི་ཕར་ཆེའི་དོན་དག་འདྲ་བོ་དེ་ཚང་མས་ཤེས་ཀྱི་ཡོད་ཀྱི་མ་རེད།

ང་རང་ཚོའི་ཕར་ཆེར་ལོ་ཆུང་བ་མང་ཆེ་བ་ཚང་མ་ལ་ད་ཨའི་ཕོམ་མེད་པ་ཡོད་མ་རེད་ཕེས་སྦུག་བེ་བེས་མེད་པ་ཡོད་མ་རེད་ཡུ་ཀྲུབ་ནང་ལ་མི་གཟིགས་མཁན་ཡོད་མ་རེད་དེ་འདུས་གང་ལ་དེ་འདུས་ཐོག་ནས་ཡ་ང་རང་ཚོའི་ཁྱད་པར་དུ་བུ་མོ་ན་གཞོན་རྣམས་ལ་ཡ་དེའི་ཚེ་ཅིག་ཕན་པ་ཡོང་གི་རེད་བསམ་ནས་ཨ་ནི་དེ་དེའི་ཚེ་ཅིག་བྱེད་ཀྱི་ཡོད་ཨ་ནི་མུ་མཐུད་ནས་ད་དུང་དེ་འདྲའི་སྐོར་ལ་དེའི་ཚེ་ཞུ་ཡ་ཡིན། ད་དང་པོ་ང་ཚོ་ཚིག་དང་པོ་དེ། ཨ་དཀར་སེམས་ཉིད་རྣམ་པར་དག། སེ་སྟོད་གངས་ལ། ཨ་དཀར་པོ་དེ་སེམས་ཉིད་རྣམ་པར་དག་པ་མཚོན་བྱེད་རེད། ཨ་ནི་མཚོན་བྱེད་རེད་སེ་སྟོད་གངས་ལ་དོན་དག་ལ་བོ་དེ་ལ་གར་ཞུ་གོ་རེད་ས་ན། རྩ་བའི་གི་ང་ཚོའི་ཨ། ཨ་དེའི་གར་སོ་རེད། སྒྲ་ཕྲ་བ་ཅིག་རེད། སྒྲ་ཕྲ་བ་དེ་ཟད་མ་ཟད་རླུང་དང་འབྲེལ་བ་ཆགས་ཀྱི་ཡོད་རེད། རླུང་དེ་ཟད་མ་ཟད་སེམས་དང་འབྲེལ་བ་ཆགས་ཀྱི་ཡོད་རེད། སེམས་དེ་ཟད་མ་ཟད་ཨ་ནི་སེམས་ཀྱི་གར་སོགས་རེད། དམིགས་བསལ་གྱི་ཡོན་ཏན་ཅིག་དང་འབྲེལ་བ་ཆགས་ཀྱི་རེད། དེ་ཡིན་དུས་གང་ལ་ཨ་དཀར་སེམས་གཉིས་རྣམ་པར་དག་ལ་དུས་ཨ་དེ་སྒྲ་ཕྲ་བ་དེ་རླུང་དང་འབྲེལ་བ་དང་ཨ་ནི་སེམས་གཉིས་རྣམ་པར་དག་པ་སེམས་ཀྱི་གནས་ཆ་སེམས་ཀྱི་སྟོང་ཆ་ཟེར་ན། དེ་ལ་འབྲེལ་བ་བྱ་དགོས་རེད་དེ་ག་རེ་རེད་ཟེར་ན། ནི། ད་ཅིག་དེའི་ཚོད་ཀྱི་ཕར་ཆེར་ཡང་དེའི་ཚོད་ཁོག་དེའི་ཚོད་ཁ་ལས་ཁག་པོ་ཡོད་སྲིད་པ་རེད་ཡིན་ནའི། ད། ལྟ་བ་ཐོག་ནས་ཆ་ཤེས་ན་རྫོགས་པ་ཆེན་པོའི་ལྟ་བ་ལ་ང་ཚོ་ལྟ་བ་མཐའ་བྲལ་ཟེར་དུས་གང་ལ་ཅིག་ལྟ་བ་ལ་མཐའ་མེད་པ། ནི། འཛིན་པ་དང་བྲལ་བ་དེ་འདྲའི་ཅིག་ལ་བསམ་བློ་བཏང་གི་ཡོད་རེད་དེ་ཡིན་དུས་གང་ལ་ཐང། ང་རང་ཚོའི་སོ་སྐྱེ་བ་སོ་སོའི་ཕ་ཕའི་ཐོག་ལ་བསམ་བློ་བཏང་ན་ཅི་ཐང། གི། སེམས་གུས་ཡངས་པོ་བྱེད་ཡ་ཅིག་ལ་གལ་ཆེན་པོ་བྱ་དགོས་རེད།

ཡེ་ནས་དོན་བསམ་པ་གུ་ཡངས་པོ་ཡོད་ན་རྫོགས་ཆེན་ལྟ་བ་རྟོགས་པའི་ཆ་བ་དང་ག་བ་ཡོད་ངེས་པ་དང་ཡོད་མ་རེད་དེ་ཡིན་ན་ཡང་བསམ་པ་གུ་ཡངས་པོ་དེ་ལྟ་བ་དང་ལྟ་བའི་གི་ཆ་གཅིག་དང་འབྲེལ་བ་ཆགས་དགོས་རེད། བསམ་པ་གུ་ཡངས་བ་དེ་ཚོ་ལྟ་བ་བར་ཆད་གཏོར་བ་དང་ཉམས་ལེན་ཉམས་ལེན་གྱི་གདིང་མཐོ་བས་དེ་ཚོ་ལས་སླ་གི་ཡོད་རེད་དེ་དུས་གང་ལ་ཨ་དེ་གི་མཚོན་ཡ་འདྲ་བོ་དེ་དང་དེ་འདྲ་ཞིག་རེད། ད་ང་ཚོ་ཨ་མེ་ཡེ་ཤེས་འོད་དུ་སལ། ཨ་མེ་ཡེ་ཤེས་འོད་དུ་སལ་ཟེར་དེ་ད་ཡེ་ཤེས་ངག་གི་མཚོན་བྱེད་རེད། ཨ་ནེ་ཡེ་ཤེས་ངག་གི་མཚོན་བྱེད་རེད་ན་ལ་ན་འགྲིག་གི་ཡོད་ཀྱི་རེད། ཨ་ནེ་སྤྱི་དང་ཡེ་ཤེས་མཚོན་བྱེད་རེད་ལ་ན་འགྲིག་གི་ཡོད་ཀྱི་རེད་བསམ་གྱི་འདུག་ག་རེ་ཟེར་ན། ད་སེམས་ཉིད་དང་ཡེ་ཤེས་ཟེར་དུས་གང་ལ་གཅིག་དེ་དེ་སྟོང་ཆ་དེ་ལ་བསམ་བློ་གཏང་གི་ཡོད་རེད། གཅིག་དེ་ལ། ཡེ་ཤེས་དེ་ལ་བསམ་བློ་གཏང་གི་ཡོད་རེད། ཡེ་ཤེས་དེ་ག་རེ་ཟེར་བར་ཟེར་ན། སྟོང་ཆ་ངོ་ཤེས་མཁན་དེ་ལ་ཡེ་ཤེས་ལགས་གོ་རེད། ད་ངོ་ཤེས་མཁན་དེ་སུ་རེད་ཟེར་དུས་གང་ལ་ཡང་གཞན་དག་ཅིག་མ་རེད་རང་རང་སོ་སོར་རང་གིས་རང་གིས་ཤེས་དུས་གང་ལ་རང་རིག་ཡེ་ཤེས། ཟེར་དུས་གང་ལ་ཁོང་རང་རང་སོ་སོར་ངོ་ཤེས་པ་དེ་ལ་བསམ་བློ་གཏང་གི་ཡོད་རེད། དེ་ཡིན་དུས་གང་ལ། ད་ཡང། ང་རང་ཚོ་ཡང་སྐྱེ་བོ་འཕགས་པ་གི་བསམ་བློ་བཏང་ན། ག་རེ་ཟེར་བར་ཟེར་ན། གཅིག། ཅིག། སེམས་པ། དཔེར་ན་གུ་ཡངས་མོ་འདྲ་བོ་ཞིག་ཡོད་པ་ཡིན་ན། ཨཱ་ནི་གུ་ཡངས་མོ་ཡོད་དུས་གང་ལགས། ཡང་སོ་སོ་གུ་ཡངས་མོ་ཡིན་པ་དེ་ངོ་བཞིན་པ་དེས་གལ་ཆེན་པོ་ཆགས་ཀྱི་ཡོད་རེད་བསམ་པ་གུ་ཡངས་ངོ་བཞིན་པ་དེ་ངོ་བཞིན་པ་ངང་ལ་གནས་པ་དེ། གནས་པའི་ངང་ནས་བྱ་བ་བྱེད་ཐུབ་པ་དེ་བྱ་བ། བྱ་བ་ལ་མི་ལ་ཕན་སེམས་དང་ཕན་ཐོགས་འདྲ་བོ་བྱེད་ཐུབ་པ་དེ་གལ་ཆེན་པོ་ཆགས་ཀྱི་ཡོད་རེད། གང་ལྟར་ཡེ་ཤེས་ཟེར་ཡ་དེའི་གནས་ལུགས་ངོ་ཤེས་མཁན་ཅིག་ལ་བསམ་བློ་བཏང་དགོས་རེད་ཕར་ཕར་དོར་ནས་བསམ་བློ་བཏང་ན་བསམ་པ་གུ་ཡངས་མོ་དེ་ཏིས་སེ་ཅིག་ངོ་བཞིན་པ་བྱེད། དེ་གང་ལ་གནས་ཐུབ་པ་བྱས་ཏེ་བྱ་དགོས་རེད། ད། དཔེར་ན། ཨ་ཀར་སེམས་ཉིད་རྣམ་པར་དག་ཨ་མའི་ཡེ་ཤེས་འོག་ཏུ་ཟ་བར་བྱེད་དུས་གང་ལ་དག། སེམས་ཉིད་རྣམ་པར་དག་པ་དང་ཡེ་ཤེས་གཉིས་ཟུང་དུ་འཇུག་དུས་གང་ལ། དེ་གི་བྱིན་རླབས། དེ་གི་ཕན་ཡོན། དེ་གི་ནུས་པ། གི། གང་ཟག་འདོན་མཁན་གང་ཟག་སོ་སོ་འདོན་མཁན་དེ། དེ་གི་དོན་དག་བརྒྱ་ཆ་བརྒྱ་ཐམ་པ་རྟོགས་རུང་མ་རྟོགས་རུང་གང་ཟག་འདོན་མཁན་འདོན་པ་ཙམ་གྱིས་ཀྱི་བརྙན་པ་བསགས་པ་ཙམ་གྱིས་ཀྱི་ཕན་པ་ཆེན་པོ་ཅིག་ཡོད་རེད་ཟེར་གོ་རེད་ཕན་པ་ཆེན་པོ་དེ་ག་རེ་ཡོད་རེད་ཟེར་ན། དཔེར་ན་གང་ཟག་དེ་གི་ཡེ་ཤེས་དེ་དང། གནས་ལུགས་དེ་གི་ངོ་ཤེས་མཁན་གྱི་རྒྱུད་ལ་ཡང་རྟོག་པ་མཐོན་པོ་གི་ཐོག་ནས་ཙལ་དང་ནུས་པ་མང་པོ་བྱེད་ཀྱི་ཡོད་རེད་དེ་འདྲ་བོ་ཅིག་ཡོང་གི་མེད་པ་ཡིན་ནས་གང་ལྟར་སོ་སོས་ཀྱི་བག་ཆགས་རྡེག་སྒྲིབ་དག་ཡག་དེ་བྱེད་ཨ་ནི་ལས་གར་སོགས་རེད། ནད་སྣ་ཙམ་མི་ཡོང་ཡ་བྱེད་ཅན་བར་ཆད་ཟློག་ཡ་དེ་བྱེད་ལས་ལམ་འགྲོ་ཡོང་ཡ་དེ་བྱེད་དེ་ཚོ་ཚང་མ་ལ་ཕན་ཐོག་ཆེན་པོ་ཡོང་དགོས་རེད་འདོན་པ་འདོན་པ་ཙམ་གྱི་གི་ཕན་ཐོག་ཆེན་པོ་ཡོང་དགོས་རེད། ཡིན་ནས་དེ་འདོན་པ་འདོན་འདོན་དུས་ང་ལ་དེ་གི་དོན་དག་ཏི་ཙི་བཤད་ན་ཁྱད་པར་དུ་དེ་ལས་ཕན་པ་ཆེ་བ་ཡོང་གི་རེད། འོ་དེ་འདྲས་རེད་ད་དང་པོ་ཚིག་གཉིས་དེ། དུ་ཏྲི་སོ་ཡི་ངན་སོང་འཇོམས། ཟེར་ཡ་དེ། དུར་ཁྲོད་སོ་ཡིས་ངན་སོང་འཇོམས་ཟེར་ཏེ་དུར་ཁྲོད་སོ་དེ། ད་ང་ཚོ་ཡིན་ན། དམྱལ་བ། ཡི་དྭགས། བྱོལ་སོང། གསུམ་གྱི་ས་བོན་ཆགས་ཀྱི་ཡོད་རེད། ནས་ཞེ་སྡང་འདོད་ཆགས་གཏི་མུག་གསུམ་གྱི། ས་བོན་ཆགས་ཀྱི་ཡོད་རེད་དེ་ཡིན་དུས་གང་ལ་ག་རེ་ཞུ་དགོས་རེད་ཟེར་ན། ད་དེ་དེ་འདོན་པ་ཙམ་གྱིས་ཀྱི། གར་བཟོ་དགོས་རེད་དམྱལ་བིས་ཀྱི་ས་བོན་དུ་ཚོ། མེད་པ་ཆགས་ཡ་དག་པ་ཆགས་ཡ་ནུས་པ་ཉུང་རུ་འགྲོ་ཡ། དེ་འདྲ་ཆགས་དགོས་དེ་ག་རེ་བྱེད་དགོས་ག་རེ་ཞུ་གི་ཡོད་རེད་ཟེར་ན། དཔེར་ན་ཆ་བཞག་ན་ཞེ་སྡང་འདྲ་བོ་ཅིག་ཆ་བཞག་ན་ཞེ་སྡང་གི་ས་བོན་དེ་བཅོམ་པ་ཡིན་ན་ཞེ་སྡང་གི་ས་བོན་དེ་མེད་པ་བཟོས་པ་ཡིན་ན་ཞེ་སྡང་དེ་སྤྱད་ཡ་དེ་ཡོང་གི་ཡོད་མ་རེད་ཞེ་སྡང་སྤྱད་ཡ་མེད་པ་ཡིན་ན་བྱམས་པ་སྤྱད་ཡ་འདྲ་བོ་དང་སྙིང་རྗེ་སྤྱད་ཡ་འདྲ་བོ་དང་དེ་འདྲས་ཀྱི་གོ་སྐབས་དེ་མང་རུ་འགྲོ་གི་ཡོད་རེད་དེ་ཡིན་དུས་གང་ལ་ག་རེ་བྱེད་དགོས་རེད་དཔེར་ན་ས་བོན་ཅིག་མེ་བསགས་པ་ཡིན་ན་འདྲེས་འབྲུག་གི་ས་བོན་ཅིག་མེར་གྱིས་བསྲེགས་པ་ཡིན་ན་ནི་དེའི་རྗེས་ལ་མེར་གྱིས་བསྲེགས་ཚར་བའི་གི་ས་བོན་དེ་ཞིང་ཁ་ནང་ལ་བཏབ་ན་ནི་འབྲས་བུ་ཅི་ཡང་ཡོད་མ་རུང་བ་ད་གང་ནའང་ཞིག་གིས་ཞེ་སྡང་དེ་གི་ས་བོན་དེ་བསྲེགས་པ་ཡིན་ན་ནི་ཞེ་སྡང་གི་གར་སོང་བ་རེད། སྐྱེ་བ་མེད་པ་དང་སྐྱེ་བ་ཉུང་བ་དང་ནི་སྐྱེས་ནས་དེ་དུས་ཚོད་ཐུང་བ་དང་གནོད་པ་ཉུང་བ་དང་དེ་འདྲ་གི་ཕན་ཐོགས་ཆེན་པོ་ཡོང་གི་ཡོད་རེད་དེའི་དུས་གང་ལ་ད། ང་ཚོ་ཡིན་ན་ངན་སོང་གསུམ་ཟེར་དུས་ང་ལ་དམྱལ་བ་ཡི་དྭགས་བྱོལ་སོང་བྱེད་ཨནི་དེ་གསུམ་གྱི་ས་བོན་གསུམ་དེ་བྱེད་ཨནི་དེ་གསུམ་གྱི་ཉོན་མོངས་པ་གསུམ་དེ་ཞེ་སྡང་འདོད་ཆགས་གཏི་མུག་གསུམ་དང་འབྲེལ་བ་བྱ་དགོས་པ་རེད། ད་ག་རེ་ཞུ་དགོས་རེད་ཟེར་ན། ད་ཡང་ཚིག་མགོ་ནས་མ་ཞུ་དུས་ང་ལ་སེམས་ཉིད་རྣམ་པར་དག་པ་སེམས། སྟོང་པ་དེ་གི་ངང་ལ་བཞག་ཐུབ། ཡེ་ཤེས་ཀྱི་བསགས་ཐུབ་བྱས་པ་ཡིན་ན། དེ་གི་ཉམས་ལེན་གྱི་བྱས་པ་ཡིན་ན་ཉམས་ལེན་གྱི་ནུས་པ་རང་གི་དབང་གིས། དུག་གསུམ་དེ་དག་དུག་འོ་རེད་དུག་གསུམ་གྱི་དབང་ལ་མ་ཤོར་བ་ཆགས་ཀྱི་ཡོད་རེད། གལ་སྲིད་ཉམས་ལེན་གྱི་ནུས་པ་དེ་ང་ལ་བཅངས་མ་ཐུབ་པ་ཡིན་ན་ཉམས་ལེན་དེའི་ཚེ་སྤྱོ་བ་ཡིན་པའི་ཆ་ནས་བཅངས་མ་ཐུབ་པ་ཡིན་ན་ཡང། དེ་གི་འདོན་པ་ཙམ་གྱིས་ཀྱི་དེ་གི་ནུས་པ་གི་ཕན་ཐོགས་འདྲ་བོ་ཅིག་ཡོང་ནས། ཨ་ནི། དུག་གསུམ་དེ། ད་ཡག་འདྲ་བོ་དང། དུག་གསུམ་གྱི་ས་བོན་དེ་དེའི་ཚེ་ཅན་ནུས་པ་ཆུང་བ་འདྲ་བོ་ཆག་ཡག་འདྲ་བོ་དང། དེ་གི་རྐྱེན་བྱས་པའི་བར་ཆད་དང་དེ་འདྲས་ཉུང་བ་ཆག་གི་ཡོད་རེད། འོ་ད་དེ་འདྲས་རེད་དེ་གསུམ་དེ། དུར་ཁྲོད་སོ་ཡིས་ངན་སོང་འཇོམས། ནག་པོ་ལས་ཀྱི་སྡིག་སྒྲིབ་དག་ཟེར་དུས་ད་ནག་པོ་ལས་ཀྱི་སྡིག་སྒྲིབ་དག་ཟེར་དུས་ན་ནག་པོ་དེ་ང་ཚོ་ལས་ཀྱི་སྡིག་སྒྲིབ་གིས་མཚོན་བྱེད་བྱས། ཨནི། ད་ནག་པོ་ལས་ཀྱི་སྡིག་སྒྲིབ་དག་སེལ་དུས་ང་ལ་ད། ཡེ་ཤེས། གར་སོགས་ཏེ། སེམས་ཉིད་བྱས། སེམས་ཉིད་རྣམ་པར་དག་པ་དེ་བྱས། དེ་ནས་ཡེ་ཤེས་ཀྱིས་སེམས་ཉིད་རྣམ་པར་དག་པ་དང་ཡེ་ཤེས་ཟུང་དུ་འཇུག་པའི་རྐྱེན་བྱས་ནས། ཨནི། ངན་སོང་གསུམ་གྱི་ས་བོན་དེ་དག། ཞེ་སྡང་འདོད་ཆགས་གཏི་མུག་གསུམ་གྱི་ས་བོན་དེ་དག་དེ་ཡི་ནུས་པ་དེ་ཚོ་ཉུང་རུ་ཕྱིན། ཨ་ནི་ཕྱིན་པའི་སྐབས་ལ་གར་ནུས་པ་དེ་ག་རེ་ཡོང་དགོས་རེད་བསམ་ན་སོ་སོའི་གིས་བསགས་པའི་ལས་ཀྱི་སྡིག་སྒྲིབ་ཐམས་ཅད་དེ་དག་གི་ཡོད་རེད། དེ་ཚང་མ་དེ་དག་གི་ཡོད་རེད་ཞེས་པའི་དོན་དང་ནག་པོ་ལས་ཀྱི་སྡིག་སྒྲིབ་དག་ཞི་ཞི། འཁོར་བའི་སྡུག་བསྔལ་ཞེས་བཟླ། ག་སྲིད། ད་སོ་སོ་གྱི་ལས་ཀྱི་སྡིག་སྒྲིབ་ཐམས་ཅད་དག་གི་ཡོད་པས་ཡིན་ན། སོ་སོ་ལས་ཀྱི་ལས་ཀྱི་སྡིག་སྒྲིབ་ཐམས་ཅད་དག་ནི་ཞེ་སྡང་འདོད་ཆགས་གཏི་མུག་གསུམ་གྱི་ས་བོན་དེས་བསྲེགས་པས་ཡིན་ན། འཁོར་བའི་སྡུག་བསྔལ་དེ་ཚོ་ཉུང་རུ་འགྲོ་དགོས་རེད་ཟེར། ད་འཁོར་བའི་སྡུག་བསྔལ་དེ་ཚོ་ཉུང་རུ་འགྲོ་དགོས་ཟེར་ན། དཔེར་ན་ཆགས་བཞག་པས་ཡིན་ན་ང་རང་ཚོས། ཁྱེད་རང་ཚོ་ཚང་མ་གིས་མི་ཚེ་སོ་སོའི་སྒེར་གྱི་མི་ཚོགས་ཐོག་ལ་བསམ་བློ་བཏང་ན། ང་ཚོ་སྤྱི་ཡོངས་ཀྱི་ཤེས་ཡ་ལ་ང་སེམས་པ་སྐྱིད་པོ་མི་འདུག་དེང་སང་སེམས་པ་སྐྱིད་པོ་མི་འདུག་ང་སེམས་པ་སྡུག་གི་འདུག་ང་གར་སོང་རེད། ལས་ཀ་གི་དཀའ་ངལ་ཡིན་པས་ཡིན་ནས་རེད་ལས་ཀ་བྱེད་ས་རོགས་པ་དེ་ཚོ་གི་དེ་ཚོའི་ཉམས་རྟོགས་ལ་ཆགས་སྡང་གིས་ཚོད་པར་རེད་ཨ་ནི་དེ་ཚོ་ཙང་ནས་ཡང་ཅིག་ཞེན་ཆགས་བྱས་ནས་ཅིག་རྒྱུ་ཅག་ལ་མ་རག་པ་འདྲ་བོ་བྱས་ནས་རེད་ཨ་ནི་ཡང་ཅིག་གཏི་མུག་གི་དབང་དུ་བྱས་ནས་སོ་སོ་གི་ཅིག་མགོ་མ་ཚོས་དོགས་པ་ཅང་ཅང་བྱས་བས་ཡིན་ནས་རེད། གང་ལྟར། ཞེ་སྡང་འདོད་ཆགས་གཏི་མུག་གསུམ་གྱིས་རྐྱེན་བྱས་ནས་སོ་སོའི་རྒྱུད་ལ་སྡུག་བསྔལ་མང་པོ་ཅིག་ཡོད་པ་རེད་བ་ང་རང་ཚང་མས་སོ་སོ་བསམ་བློ་བཏང་ན་ཧ་གོ་གོ་རེད། དཔེར་ན་ཆ་ཤས་ན་ད་ལྟ་རང་ཁྱེད་རང་གི་རྒྱུད་ལ། ཅིག་སེམས་པ་མ་སྐྱིད་བ་གི་ག་རེ་ཡོད་པ་ཡིན་ནས་ལས་ཀ་དེ་འབྲེལ་བའི་མ་སྐྱིད་པ་ཡིན་ནས་རེད་བཟའ་ཚང་དེ་འབྲེལ་བའི་སེམས་པ་མ་སྐྱིད་པ་ཡིན་ནས་རེད། ནང་དཔོན་སྤུན་རྒྱག་དེ་འབྲེལ་བའི་སེམས་པ་མ་སྐྱིད་པ་ཡིན་ནས་རེད། ཡང། ཅིག་གར་སོང་བ་རེད་མི་གཞན་དག་ཅིག་འབྲེལ་བ་ཞེ་དྲག་མེད་མཁན་ཅིག་དང་འབྲེལ་བའི་སེམས་མ་བྱེད་པའི་ཡིན་ནའི་རེད་ཆོས་ལུགས་ཀྱི་ཐོག་ནས་སེམས་མ་བྱེད་པའི་ཡིན་ནའི་རེད་སྲིད་དོན་གྱི་ཐོག་ནས་སེམས་མ་བྱེད་པའི་ཡིན་ནའི་རེད་ད་གང་ལྟར་སེམས་མ་བྱེད་པ་དེ་གི་རྒྱུ་དེ་རྐྱེན་དེ་ནི་ཚད་མེད་པ་རེད་ག་རེའི་ཐོག་ནས་སེམས་མ་བྱེད་པ་ཡོད་བ་དེ་ལ་བསམ་བློ་བཏང་ན་མ་བྱེད་དགོས་པའི་རྒྱུ་མཚན་དེ་ཐུག་ས་དེ་ཞེ་སྡང་འདོད་ཆགས་གཏི་མུག་དུག་གསུམ་དེ་ལ་ཐུག་གི་ཡོད་རེད་དེ་ཡིན་དུས་གང་ལ་དུག་གསུམ་གྱི། དུག་གསུམ་གྱི། ལས་སྒྲིབ་དེ་དག། ས་བོན་དེ་ཚོ་བཅོམ། དེ་ནས། ཡེ་ཤེས་དང། གར་སོགས་རེ། སེམས་ཉིད་རྣམ་པར་དག་པའི་དང། དེ་དང་འབྲེལ་བའི་ཡེ་ཤེས་གཉིས་ཀྱི་ཉམས་ལེན་འདྲ་བོ་ཏིལ་ལྕང་ཐུག་གི་ཡོད་ན་བརྒྱ་ཆ་བརྒྱ་ཐམ་པ་དེ་ལ་ཕན་གྱི་རེད་ཟེར་ནས། ད་ཡིད་ཆེས་བྱས་ན་ཆོག་གི་ཡོད་རེད། དེ་ཡིན་དུས་གང་ལ། འདི་སྔགས་འདི་བསགས་པའི་སྐབས་དུ་ལ་བརྒྱ་ཆ་བརྒྱ་ཐམ་པ་ངེད་ཀྱི་སྡུག་བསྔལ་དེ་མེད་པ་ཆགས་ཀྱི་རེད་སྡུག་བསྔལ་ག་རེ་ཡིན་པ་ཡིན་ནས་དེ་དེ་གི་སྔགས་དེ་གི་བྱིན་རླབས་དེ་གི་མེད་པ་ཆགས་ཀྱི་རེད་སྔགས་དེ་གི་བྱིན་རླབས་ཀྱི། ལམ་གསར་བ་ཅིག་ཐོན་གྱི་རེད། གསར་བ་ཅིག་ཐོན་གྱི་སོ་སོ་གི་བྱེད་སྒོ་བྱེད་དགོས་པ་ག་རེ་ཡོད་པ་ཡིན་རེད་གསར་བ་ཅིག་ཐོན་གྱི་རེད་བསམ་ནས་ཡིད་ཆེས་བྱས་ན་བརྒྱ་ཆ་བརྒྱ་ཐམ་པ་ཆོག་གི་ཡོད་རེད། དེ་ནས་སོ་ཧ་ལོག་རྟོག་རུ་དྲ་འཇོམས་ཟེར་ནས་སོ་ཧ། ད་སོ་ཧ་ལོག་རྟོག་རུ་དྲ་འཇོམས་ཟེར་དུས་གང་ལ་སོ་ཧ་ཞེས་པའི་གི་ཚིག་དེ་ད་ལོག་རྟོག་དང་རུ་དྲ་འཇོམས་ཟེར་དུས་གང་ལ་སོ་སོ་གི་གནས་ལུགས་ཀྱི་དོན་མ་རྟོགས་པ་ཡིན་ནས་རེད། ཨ་ནི། སོ་སོའི་གི་རྒྱུད་ལ་ཡོད་པའི་རུ་དྲ་ཡིན་ནས་རེད། དེ་ཚོ་ཚང་མ། འཇོམས་པར་བྱེད་ཐུབ་རེད། སོ་ཧ་ལོག་རྟོག་རུ་དྲ་འཇོམས། མཱལ་མཱལ་བདེ་བའི་སེམས་དང་བདེ་ཟེར་དུས་མཱལ་མཱལ་བདེ་དེ་ད་ཐ་མ་ཐལ་མེའི་འབྲས་བུ་དེ། གར་སོགས་རེད། གར་ཞུ་བར་གདམས། སྡུག་བསྔལ་འདི་ཁོ་བོས་ཀྱི་གར་སོགས་རེད། སྡུག་བསྔལ་འདི་ཞི། དུག་གསུམ་གྱི་ས་བོན་འདི་བཅོམ། ཡེ་ཤེས་ཀྱི་བྱིན་རླབས་འདི་འཇུག་བྱས་པས་ཡིན་ན། སོ་སོ་སེམས་ལ་བདེ་སྐྱིད་ཅིག་ཡོང་གི་རེད། སེམས་ལ་བདེ་བ་ཡོང་གི་རེད། ད་ཅི་གོང་དུ་ཞུས་པ་ནང་བཞིན་རེད། སེམས་ཀྱི་བདེ་བ་དང་སེམས་ཀྱི་བདེ་སྐྱིད་འབྱུང་བའི་རྐྱེན་བྱས་ནས་སོ་སོའི་ལས་ཀ་གི་ཐོག་ནས་ཡིན་ནའི་རེད་འབྲེལ་བ་དེ་ཡག་རུ་བྱེད་ཐུབ་ཀྱི་རེད། ནི་ལས་ཀ་བྱེད་ས་ཡིན་ནས་སེམས་པ་སྐྱིད་པོར་འགྲོ་ཡ་ནི་སོ་སོའི་བཟའ་ཚང་སྤར་བོ་ཡིན་ནས་སོ་ལ་སོ་སོའི་སེམས་ལ་བདེ་སྐྱིད་ཅིག་བྱུང་བ་ཡིན་ན་གང་ཟག་གཞན་དག་ཅིག་དང་འབྲེལ་བ་བྱས་ནས་གཞན་དག་སོ་སོའི་བདེ་སྐྱིད་ཀྱིས་གཞན་པ་ལ་བདེ་སྐྱིད་ཡོང་ཡ་དང། སོ་སོའི་བདེ་སྐྱིད་ཀྱིས་གཞན་དག་གི་སྡུག་བསྔལ་སེལ་ཡ་དང། སོ་སོའི་བདེ་སྐྱིད་ཀྱིས་ཕན་ཚུན་གྱི་འབྲེལ་བ་དེ་ཡག་རུ་འགྲོ་ཡ་ཚང་མ་ཡོང་དགོས་བ་རེད་དེ་ཡིན་དུས་ཡིན་དུས་ང་ལ་མང་མང་བདེ་བའི་སེམས་དེ་སེམས་ཀྱི་བདེ་སྐྱིད་ཀྱི་སེམས་དེ་རང་བཞིན་ཚང་མ་ལ་ཕན་པ་ཡོང་བའི་ཆེད་ཡོང་གི་ཡོད་རེད། ཨ་ནི། ད་དོ་ད་ཐ་མ་འགྲོགས་ཐོག་དེ་འདྲ་ཅིག་རེད། ཨ་དཀར་སེམས་ཉིད་རྣམ་པར་དག་ཨ་མའི་ཤི་འོ་དོ་སལ་དུ་དྲོ་སོ་ཡིན་ངན་སོང་ལྗོངས། ནག་པོ་ལས་ཅིག་སྡིག་སྒྲིབ་དག་ཞི་ཞི་འཁོར་བའི་སྡུག་བསྔལ་ཞི་མལ་མལ་བདེ་བའི་སེམས་དང་ལྡན་གསོ་བ་ལོག་རྟགས་རུ་ཏྲ་འཇོམས། ད་གསོ་བ་ལོག་རྟགས་རུ་ཏྲ་འཇོམས་ཟེར་ནས་དེ་གི། ལོག་རྟོག་ལོག་པར་རྟོག་པ་ཟེར་དུས་གང་ལ་ད་གནས་ལུགས་ཀྱི་དོན་དག་ཧ་མ་གོ་བ། ཧ་མ་གོ་བ་ཡིན་ནས་རེད། ཧ་གོ་བ་ལོག་པ་ཡིན་ནས་རེད། ད་དེ་ཚོ་ཚང་མ་འཇོམས་ཐུབ་ཀྱི་རེད་མེད་པ་ཆགས་ཐུབ་ཀྱི་རེད། ད་དོན་དག་རྩ་བའི་རོབ་རྩེད་ཅིག་ཞུས་པ་ཡིན་ན་ད་དོན་དག་ལྟ་བུ་དེ་དེ་འདྲས་ཅིག་རེད། ད་དོན་དག་རྡོག་རྡོག་ལ་ཡ། གང་ལྟར། གནས་ལུགས་ཀྱི་སྔགས་དེ་གའི་དོན་དག་དེ་ཧ་གོ་ན་ནི་ད་སེམས་ཉིད་རྣམ་པར་དག་པ། དང་ཡེ་ཤེས་དེ་གའི་གནས་ལུགས་རྟོགས་ཡ་གི་དོན་དག་ཆེ་དེ་གི་རྟོགས་པའི་གི་དབང་གིས། ས་བོན་བཅོམ་ཐུབ་ཡ། བག་ཆགས་སྡིག་སྒྲིབ་དག་ཐུབ་ཡ། ལོག་རྟོག་སལ་ཐུབ་ཡ། བདེ་དྲོད་སྐྱེ་ཐུབ་བ། སོ་སོའི་སེམས་ལ་བདེ་སྐྱིད་སྐྱེ་ཐུབ་བ། ཨ་ནི་དེ་གི་རྐྱེན་བྱས་ནས་སོ་སོའི་མི་ཚེ་གི་མི་ཚེ་འདི་དང་ཕྱི་མ་གཉིས་ཀ་ལ་ཕན་ཐོགས། བྱེད་པར་འདུག་ད་ལྟ་མི་ཚེ་འདི་རྣམས་ལ་དཀའ་ངལ་དམིགས་བསལ་གྱི་དཀའ་ངལ་ཆེན་པོ་ཡོད་པ་དེ་འདྲ་ཡིན་ན། སྔགས་ཐིག་གི་བྱིན་རླབས་ཀྱི་དབང་དུ། ཁྱད་པར་དུ་བརྒྱ་ཆ་བརྒྱ་ཐམ་པ་སེལ་གི་རེད་བསམ་ན་ཡིད་ཆེས་བྱས་ན་ཆོག་གོ་རེད་སེལ་གི་རེད། ཨོ། དེ་འདྲའི་ཆེད་རེད་ཨ་ནི་ད། ཡང་ཅིག་ང་རང་ཚོའི་སྤྱི་བོ་སོ་སོར་འཕར་བ་ཡིན་པ་དེ་ཚོ་གི་ད་སྔགས་ཀྱི་བསགས་པའི་དེ་གི་བྱིན་རླབས་དེ་དེ་འདྲས་ཅིག་འདུག་བསམ་ནས་ད། འདོན་པ་དེ་འདོན་པ་ཙམ་མ་ཡིན་པ་སྔགས་དེ་བསགས་སྔགས་ག་ཚད་བསགས་ཐུབ་ཐུབ་བསགས། སྔགས་ཀྱི་བྱིན་རླབས་དེ་ལ་བསམ་བློ་བཏང་ནས་དེའི་གྱི་བྱིན་རླབས་དེ། དེ་བསགས་ཚར་བའི་རྗེས་ལ་བསྔོ་བ་བྱས་ནས་གཞན་དག་མི་ནད་ན་ཚ་ན་དེ་གའི་ཡིན་ནས་རེ་ཅན་བར་ཆོད་ཡོད་དེ་གའི་ཡིན་ནས་དེ་ཚོ་ལ་དམིགས་པ་བྱས་ནས་བསྔོ་བ་བྱས་ན་ད་དུང་ཕན་པ་བསམ་གྱིས་མི་ཁྱབ་པ་བསྔོ་བ་ག་ཚད་རྒྱ་ཆེན་པོ་བྱས་ཐུབ་ན་ཕན་པ་བསམ་གྱིས་མི་ཁྱབ་པ་ཡོང་གི་ཡོད་རེད། ཨ་ནི། ད་ཡང་དེ་འདྲའི་བྱེད་བདེ་བའི་ཁ་ཤས། ད་དེ་དེ་ཙམ་གྱིས་འགྲིག་གི་འདུག་ཟེར་ཡ་ཡོད་མ་རེད་བསྔོ་སྣེ་དྲ་གནས་འོག་འདོན་པ་འདོན་པ་ཙམ་གྱིས་གྱི་བྱིན་རླབས་ཆེན་པོ་དེ་འདྲས་ཡོང་གི་འདུག་ན་ད་བསྔོ་སྣེ་དྲ་གནས་ཀྱི་ད་ལྟ། སེམས་ཉིད་རྣམ་པར་དག་པའི་གནས་ལུགས་རྟོགས་ན། ནི་དེ་ཡེ་ཤེས་ཀྱི་སྙོང་བ་ཅིག་རྒྱུད་ལ་སྐྱེ་ཐུབ་ན། ད་འདོན་པ་འདོན་པ་ལས་ལྷག་གི་ནུས་པ་ཆེན་པོ་ཡོད་པ་དེ་ཡོད་ས་རེད་ཡོད་ཡོད་རེད་གསུང་གི་འདུག་ཡུལ་ནང་ལ་འདུག་བླ་མ་རྣམ་པ་གི་དེ་འདྲས་གསུང་གི་འདུག་བསམ་བསམ་བྱས་ནས་དེ་ལ་ཡིད་ཆེས་བྱས་ནས་ད་དུང་དེ་གི་དོན་དག་དེ་གཏིང་ཟབ་རུ་ཤེས་པ་བྱས་ནས་གནས་ལུགས་ཀྱི་དོན་དག་དེ་ཤེས་པ་བྱས་ནས་ནི་ངག་དེ་འདོན་ཐུབ་ན་ཁྱད་པར་དུ་ཡང་ཕན་ཐོགས་ཆེན་པོ་ཡོད་དུས་ང་ལ། ཨ་ནི། ལམ་ཁ་གཉིས་པ་འདི་ད་དེ་འདྲའི་ཅིག་ག་ལ་མ་འོངས་པ་རེད་སོ་སོ་སྨོན་ལམ་བརྒྱབ་ནས་ང་ད་དུང་དེ་ཡི་དོན་དག་དེ་ཤེས་ཐུབ་པ་ཤོག་བསམ་བསམ་སྨོན་ལམ་བརྒྱབ་ཨ་ནི་གོ་སྐབས་བྱུང་ན་དེ་ཚོ་གི་གདམ་ངག་དེ་འདྲ་ཞུས་ནས། བསགས་སྦྱོང་བྱེད་ཡ་དེ་གལ་ཆེན་པོ་རེད་ཨོ་ད་གང་ཡིན། ཨ་ནི་ཁྱད་པར་དུ་དེ་ཡི། དེ་ནང་ལ་ད་ལྟ་བཞག་དགོས་པའི་རྒྱུ་མཚན་དེ་ང་རང་ཚོའི་གཡུང་དྲུང་སྤུན་གྲོགས། ཚང་མ། ན་གཞོན་པ་ཚང་མ། ཁྱད་པར་དུ་ཕྱི་རྒྱལ་ལ་བཞུགས་མཁན་ཚང་མ། ཁྱད་པར་དུ་མི་དེ་ཚོ YouTube དང Facebook དང་དེ་ཚོ་ལ་འབྲེལ་བ་ཡོད་མཁན་ཚང་མ་གི་དོན་དག་ལ། ཕན་པ། ཕན་སེམས་ཀུན་སློང་བྱས་ནས་ཞུ་གི་ཡོད། ཨ་ནི་དེའི་དུས་གང་ལ། ཁྱེད་རང་ཚོས་གོ་བ་གོ་མཁན་དེ་ཚོ་དེ་ཚོས་ཕན་གི་འདུག་བསམ་ན། ཨ་ནི་ཁྱེད་རང་ཚོ་གི་ང་ཚོ་གི་ཕགས་སུ Share བྱེད་རོགས་བྱེད། ང་རང་ཚོ་ཕན་ཚུན་ཚང་མ་ལ Share བྱས་ནས་དེའི། དེ་ནས་གནང་རོགས་བྱས་ཨ་ནི་བྱ་ལང་ཚོ་གིས་ངེད་ཀྱི་ཏི་སེ་གཅིག་དཀའ་ལས་བརྒྱབ་པ་ནང་བཞིན་རེད་ང་རང་གཅིག་པོ་དཀའ་ལས་བརྒྱབ་དགོས་བ་མ་རེད་དེ་ལ་ང་ཚོ Video བཟོ་མཁན་ཡོད་རེད Editing བྱེད་མཁན་ཡོད་རེད་ཨ་ནི་དུས་ཚོད་བཏང་གི་ཡོད་རེད་མང་པོ་ཅིག་བྱེད་ཀྱི་ཡོད་རེད་ཨ་ནི་བྱ་ལང་ཚོ་གིས་ཕན་པ་དེ་ཡོང་གི་ཡོད་ན་གཞན་དག་ལ་གཞན་དག་ཅིག་ལ་ཕན་གྱི་རེད་བསམ་ན་ཕར་སུ Share བྱས་པ་དེ་བྱ་ལང་ཚོ་ངོས་ནས་ལས་ཀ་ཅིག་རེད་དེ་ང་ཚོ་ལ་རོགས་པ་བྱེད་ཀྱི་ཡོད་རེད་ང་རང་ཕན་ཚུན་ཚང་མ་ལ་རང་གཞན་ཚང་མ་ལ་རོགས་པ་བྱེད་ཀྱི་ཡོད་རེད་ཨ་ནི་དེ་ནས་གནང་རོགས་བྱས་ཞོའེ་ཨ་ནི་ཐུགས་རྗེ་ཆེ།